དེར་ང་ཚོས་ལས་རིམ་འདིའི་ནང་ལ་རྒྱལ་ཁབ་མང་པོ་མཉམ་འབྲེལ་གྱི་ཕྱི་འབྲེལ་ཐབས་ཇུས་བརྒྱུད་ནས་ཨ་མི་རི་ཀའི་གསར་འགོད་པ་མི་གསུམ་ཐེ་བའི་མི་བཅུ་དྲུག་ར་ཤི་ཡའི་བཙོན་ཁང་འོག་ནས་གློད་གྲོལ་བཏང་བའི་རྗེས་སུ་ཨ་མི་རི་ཀའི་ས་ཐོག་ཏུ་ཕྱིར་ལོག་བྱས་ཡོད་པའི་གནས་ཚུལ་དང། ཡང་ཕྱི་རྒྱལ་ཡུལ་ཁག་ཏུ་གནས་སྡོད་བོད་པའི་སློབ་ཕྲུག་ཚོའི་ཆེད་དུ་བོད་ཀྱི་ཟློས་གར་ཚོགས་པས་གོ་སྒྲིག་གནང་བའི་དབྱར་དུས་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་ཐེངས་གཉིས་པ་དེ་མཇུག་སྒྲིལ་གནང་བའི་གནས་ཚུལ་དང། སྟག་ནག་ཅིང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken སོག་ཡུལ་དུ་འཚམས་གཟིགས་སུ་ཕེབས་པའི་གནས་ཚུལ་སོགས་ཞུ་རྒྱུ་ཡོད་པ་རྣམས་ཚུད་རིམ་པས་གསན་རོགས་གནང། ད་ལྟ་ཐོག་མར་ང་ཚོས་གནས་ཚུལ་དང་པོ་དེ་ལ་ཁེ་སར་ལོ་རྒྱུས་རང་བཞིན་ལྡན་པའི་བཙོན་པ་བརྗེ་རེན་གྱི་གྲོས་འགྲིག་ཞིག་གི་འོག་ལ་ཨ་མི་རི་ཀའི་གསར་འགོད་པ་ཨི་ཝན་སྒར་ཤི་ཁོ་ཝིཆ་དང་ཨར་སུ་ཁུར་མ་ཤེས་པ་དང་སྡར་ནང་བཞིན་ཨ་མི་རི་ཀའི་དམག་ཟུར་ཕོལ་བྷེ་ལན་ཐེ་བས་ཨ་མི་རི་ཀའི་མི་བ་མི་སྣ་གསུམ་རེ་ཤེས་བཙོན་ཁང་ནས་གློད་གྲོལ་བཏང་ཡོད་པ་རེད། གྷེ་སཱ་རེ་ས་ཕུར་བུའི་ཕྱི་དྲོ་རྒྱལ་ས་ཝཱ་ཤིང་ཏོན་གྱི་ཕྱི་རོལ་དུ་ཡོད་པའི་ཨན་ཏྲུའུ་སི་གནམ་ཐང་དུ་དམིགས་བསལ་གནམ་གྲུ་ཞིག་གི་ནང་ནས་ཨ་མི་རི་ཀ་བ་གསུམ་ཨ་རིའི་ས་ཐོག་ཏུ་ཕྱིར་འབེབས་ཀྱི་སྐབས་དེར་སྲིད་འཛིན་ཇོ་བྷ་ཏན་དང་སྲིད་འཛིན་གཞོན་པ་ཁ་མ་ལཱ་ཧེ་རིས་གཙོས་པའི་ཁོང་ཚོའི་ཁྱིམ་ཚང་ནང་མི་ཉེ་དུ་ཚོས་དགའ་བསུ་ཞུས་ཡོད་པ་རེད། ཨ་མི་རི་ཀས་རེ་སྐུལ་གནང་དོན་ལྟར་རྒྱལ་ཁབ་མང་པོ་མཉམ་འབྲེལ་གྱི་ཕྱི་འབྲེལ་འཐབ་ཇུས་དེ་བརྒྱུད་ནས་བཙོན་པ་བརྗེ་ལེན་འདིའི་ནང་ལ་སྲིད་དོན་གྱི་བཙོན་པ་བཅུ་དྲུག་ཀློད་གྲོལ་བཏང་པའི་ཚབ་ལ་ར་ཤི་ཡའི་མི་བརྒྱད་བརྗེ་ལེན་བྱས་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་ཇེ་སི་ཀ་རྗེར་ཀྱི་དམ་པའི་གནས་ཚུལ་འདི་ངེད་ལ་ཞུ་བ་ཡིན། ཁལ་སེ་རེ་སི་ཕུར་བུའི་ཉིན་མོ་ཐུར་ཁེའི་རྒྱལ་ས་ཨན་ཁ་རའི་ནང་ལ་གནམ་གྲུ་བབས་པའི་གནས་ཚུལ་འདི་ནི་དེ་སྔ་དྲག་དམག་འཐབ་རྩོད་ཀྱི་དུས་རབས་ནས་བཟུང་བྱུང་མྱོང་མེད་པའི་གྲོས་མཐུན་གྱི་གནས་ཚུལ་བཟང་པོ་ཞིག་ཡིན་པ་རེད། Today we're bringing home Paul, Evan, དེ་རིང་པོལ་དང་ཨལ་སུ། Evan། ཝུ་ལཱ་ཏི་མི་ལ་བཅས་ཨ་མི་རི་ཀའི་མི་སེར་གསུམ་དང་ཨ་རིར་གཏན་སྡོད་པ་གཅིག་བཅས་ང་ཚོས་རང་ཁྱིམ་དུ་འཁྲིད་ཡོད། ཁོང་ཚོ་བཞི་ཡིས་རྒྱུ་མཚན་མེད་པར་ར་ཤི་ཡའི་ནང་ལ་བཙོན་འཇུག་བྱས་ཡོད་རེད། གྷེ་སར་ར་ཤི་ཡའི་བཙོན་ཁང་ནས་ཀློད་གྲོལ་གྱིས་རང་ཁྱིམ་དུ་ཕྱིར་ལོག་གནང་མཁན་གྱི་གྲས་སུ་ཨ་མི་རི་ཀའི་གསར་འགོད་པ་ཨི་ཝན་གྷར་ཤི་ཁོ་ཝིཆ་དང་ཨ་སུ་ཁུར་མ་ཞེས་པ་དང་དེ་བཞིན་ཨ་མི་རི་ཀའི་དམག་ཟུར་ཕོལ་བྷི་ལན་དང་དེ་བཞིན་པུ་ལི་ཙར་བྱ་དགའ་ཐོབ་མཁན་རྩོམ་སྒྲིག་པ་བྷི་ལཱ་ཏི་མིལ་ཁ་ར་མུར་ཛ་བཅས་ཡིན་པ་རེད། དེ་ཡང་ཟླ་བ་མང་པོའི་རིང་ལ་གྲོས་མོལ་ཁག་བརྒྱུད་ནས་སྐྱོ་འདོམས་མི་བཅུ་དྲུག་གློད་གྲོལ་ཐོབ་ཡོད་པ་དེ་དག་གི་ཚབ་ལ་ཨ་མི་རི་ཀ་དང་ཇར་མ་ནི། པོ་ལན། ནོར་ཝེ་དང་དེ་བཞིན་སུ་ལོ་ཝེ་ནི་ཡ་བཅས་ཀྱི་ནང་ལ་བཙོན་འཇུག་བྱས་པའི་ར་ཤི་ཡའི་མི་བརྒྱད་བཙོན་པ་བརྗེ་ལེན་གྱི་འོག་ལ་གློད་གྲོལ་བཏང་ཡོད་པ་རེད། ཚན་རྩལ་ཇོ་པཱ་ཀྲིན་གྱིས་ད་རེས་གློད་གྲོལ་ཐོབ་པའི་ཨ་རི་བ་རྣམས་ཀྱི་ནང་མི་ཚོ་དང་ལྷན་འཛོམས་གནང་སྟེ་བཙོན་པ་བརྗེ་ལེན་གྱི་གྲོས་མཐུན་འདི་ནི་ཕྱི་འབྲེལ་འཐབ་ཇུས་དང་མཛའ་གྲོགས་ཀྱི་གྲུབ་འབྲས་བཟང་པོ་ཞིག་རེད་ཅེས་གསུངས་ཡོད་པ་རེད།
གྲོས་མཐུན་དེ་ཡོང་རྒྱུར་རྒྱལ་ཁབ་མང་པོ་ཞིག་གིས་ང་ཚོ་ལ་རོགས་རམ་བྱས་ཡོད་རེད། ངས་འབོད་སྐུལ་ཞུས་པ་ལྟར་ཁོང་ཚོས་དཀའ་ཚེགས་ཆེ་བའི་དང་རྙོག་གཞི་ཆེ་བའི་གྲོས་མོལ་ཁག་གི་ནང་ལ་མཉམ་ཞུགས་གནང་ཡོད་རེད། ངས་སྒེར་གྱི་ཐོག་ནས་ད་རེས་བསྐྱར་དུ་ཁོང་ཚོ་ཚང་མ་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡོད། དེ་བཞིན་ར་ཤི་ཡས་འབོད་སྐུལ་བྱས་པའི་བཙོན་པའི་ཐོ་གཞུང་གི་ནང་ལ་གཙོ་ཆེ་ཤོས་དེ་ནི་ཇར་མི་ནི་ནང་ལ་བཙོན་འཇུག་བྱས་པའི་མི་གསོད་ནག་ཅན་པ་བྷ་ལྡེམ་ཁ་ར་སི་ཁོབ་ཟེར་བ་དེ་རེད། ཁེ་སི་ར་ཤི་ཡ་ནས་གློད་གྲོལ་བྱུང་བའི་ཁོངས་སུ་པོལ་བྷེ་ལན་ནི་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ལ་ར་ཤི་ཡས་འཛིན་བཟུང་བྱས་ཏེ་ལོ་ངོ་བཅུ་དྲུག་གི་ཉེས་ཆད་ཁྲིམས་གཅོད་འོག་ལ་བཙོན་འཇུག་བྱས་ཡོད་པ་རེད། སྐུ་ཞབས་པོལ་བྷེ་ལན་དང་ཨ་མི་རི་ཀའི་གཞུང་གཉིས་ཀས་ཁོང་གི་ཐོག་ལ་གསང་ཉུལ་བའི་ཉེས་འཛུགས་བྱས་པ་དེ་དག་ལ་ངོས་ལེན་རྩ་བ་ནས་གནང་མེད་པ་རེད། དེ་བཞིན Wall Street Journal གསར་ཤོག་གི་གསར་འགོད་པ Evan Gershkovich གི་ཐོག་ལ་ཡང་གསང་ཉུལ་བའི་ཉེས་འཛུགས་བྱས་ཡོད་ཀྱང་ཁོང་གིས་ནག་ཉེས་དེ་དག་ལ་ངོས་ལེན་གནང་མེད་པ་དང། ཁོང་ཁེ་སི་གློད་གྲོལ་མ་ཐོབ་ཀྱི་བར་དུ་ཉིན་གྲངས་བཞི་བརྒྱ་དགུ་བཅུའི་རིང་ལ་རྒྱལ་ས་མོ་སི་ཀོའི་ནང་ལ་བཙོན་འཇུག་བྱས་ཡོད་པ་རེད། དེ་དང་ཕྱོགས་མཚུངས་འདི་ག་བྷོའི་སོབ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་ཡན་ལག་ཡུ་རོབ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨ་ལི་སུ་ཁུར་མ་ཞེས་པ་ཡང་ཟླ་བ་བཅུ་ལྷག་ཙམ་གྱི་རིང་ལ་བཙོན་འཇུག་བྱས་པའི་རྗེས་སུ་ད་རེས་གློད་གྲོལ་ཐོབ་ཡོད་པ་རེད། དེར་བརྟེན་འདི་ག་བྷོའི་སོབ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་ལས་ཁུངས་ནས་གསལ་བསྒྲགས་ཤིག་སྤེལ་བ་འདིའི་ནང་ལ། ཨ་རིའི་ཡུ་རོབ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨལ་སུ་ཁུར་མ་ཞེས་པ་དང་དེ་བཞིན Washington Post དང་དེ་བཞིན Wall Street Journal གསར་ཤོག་གི་གསར་འགོད་པ་རྣམས་གློད་གྲོལ་གྱིས་རང་ཁྱིམ་དུ་ཕྱིར་ལོག་བྱས་པ་དེ་ལ་ང་ཚོས་དགའ་བསུ་ཞུ་གི་ཡོད། ཁོང་ཚོ་དྲང་བདེན་མིན་པའི་བཙོན་འཇུག་བྱས་པའི་གནས་ཚུལ་འདི་ཡིས་རང་གི་ལས་དོན་བྱེད་པའི་སྐབས་ལ་ཉེན་ཁར་གདོང་ལེན་བྱེད་མཁན་གསར་འགོད་པ་རྣམས་སྲུང་སྐྱོབ་བྱེད་རྒྱུར་ང་ཚོས་འབད་བརྩོན་ཆེར་བསྐྱེད་བྱེད་དགོས་པའི་རྫ་དྲག་གི་གོས་སྐུ་འདི་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་བཀོད་ཡོད་པ་རེད། ཨ་སུ་ཀུར་མ་ཞེས་པ་ནི་པོ་ལན་གྱི་རྒྱལ་ས་བྷུ་རག་ཏུ་རྟེན་གཞི་བྱས་པའི་བྷི་ཨོ་ཨ་རིའི་རླུང་འཕྲིན་ཁང་གི་ཡན་ལག་ཡུ་རོབ་རང་དབང་རླུང་འཕྲིན་ཁང་འདིའི་རྩོམ་སྒྲིག་པ་ཡིན་པ་རེད། ར་ཤི་ཡའི་གཞུང་གིས་རང་དབང་ཅན་གྱི་རླུང་འཕྲིན་ལས་ཁང་དེ་དག་ཕྱི་རྒྱལ་གྱི་ངོ་ཚབ་ལས་ཁང་ཟེར་བ་ཡིན་པའི་མིང་འདོགས་བྱས་ཏེ་ར་ཤི་ཡའི་ཁྲིམས་ལུགས་ཀྱི་འོག་ལ་ཁོང་ཚོར་ཁྲིམས་ཐོག་ནས་སྡིགས་སྐུལ་དང་དམ་དྲག་བྱེད་ཀྱི་ཡོད་པ་རེད། ང་ཚོའི་ལས་བྱེད་གསར་འགོད་པ་མང་པོ་ཞིག་གིས་ཉེན་ཁ་ཆེན་པོ་ལ་གདོང་ལེན་བྱེད་ཀྱི་ཡོད་པ་རེད། ཁོང་ཚོས་དུས་རྟག་ཏུ་རང་གི་ཚེ་སྲོག་ལ་ཉེན་ཁ་འཛེམས་མེད་ཀྱིས་མདུན་སར་ཐོན་ནས་ལས་དོན་བྱེད་ཀྱི་ཡོད་རེད། མཐའ་དོན་དུ་ད་རེས་གློད་གྲོལ་ཐོབ་པ་རྣམས་ཀྱི་ཁྱིམ་ཚང་ནང་མི་ཚོས་དགའ་སྟོན་བྱེད་ཀྱི་ཡོད་ཀྱང་སྲིད་དོན་བྱེད་བཞིན་པ་ཚོས་བརྗོད་དོན་དུ་ར་ཤའི་གཞུང་གིས་གསར་འགྱུར་བརྒྱུད་ལམ་དང་གཞུང་ལ་སྐྱོན་བརྗོད་པ་ཚོ་ལ་དམིགས་འབེན་བྱས་ཏེ་དམ་དྲག་བཀག་སྡོམ་བྱ་ཐབས་འདི་དག་གིས་རང་དབང་ཅན་གྱི་གསར་འགྱུར་འབྱུང་ཁུངས་ཁག་གི་ཤུགས་རྐྱེན་དང་ནུས་པ་ལ་གནོད་སྐྱོན་དོ་ཕོག་ཡོང་དགོས་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན། ཕྱི་རྒྱལ་ཡུལ་ཁག་ཏུ་གནས་སྡོད་བོད་པའི་སློབ་ཕྲུག་ཚོའི་ཆེད་དུ་བོད་ཀྱི་ཟློས་གར་ཚོགས་པས་གོ་སྒྲིག་གནང་བའི་དབྱར་དུས་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་ཐེངས་གཉིས་པ་དེ་སྤྱི་ཟླ་བདུན་པའི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་མཇུག་སྒྲིལ་གནང་བ་དང་བསྟུན་ནས་སློབ་མ་རྣམས་ཀྱིས་རྣམ་ཐར་དང་རྐང་གླུ་གླུ་གཞས་དང་སྲོལ་རྒྱུན་རུས་ཆས་སོགས་འཁྲབ་སྟོན་གཟིགས་འབུལ་གྱི་སྒོ་ནས་འདི་ལོའི་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་མཇུག་སྒྲིལ་གནང་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཞུགས་སྒར་ནས་བཏང་པའི་གནས་ཚུལ་དེ་གསན་རོགས་གནང།
ཕྱི་རྒྱལ་ཁག་ཏུ་གནས་སྡོད་བོད་པའི་སློབ་ཕྲུག་ཆེད་བོད་ཀྱི་ཟློས་གར་ཚོགས་པས་གོ་སྒྲིག་གནང་བའི་དབྱར་དུས་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་ཐེངས་གཉིས་པ་དེ་རིང་ཕྱི་ཟླ་བདུན་པའི་ཚེས་གསུམ་གསོལ་ཕྱི་ཉིན་མཇུག་སྒྲིལ་བ་དང་བསྟུན་ནས། སློབ་ཕྲུག་རྣམ་པས་རྣམ་ཐར་དང་རྐང་འགྲོ་གླུ་གཞས། སྲོལ་རྒྱུན་རོལ་ཆ་སོགས་ཀྱི་འཁྲབ་སྟོན་གཟིགས་འབུལ་དང་བཅས་འདི་ལོའི་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་མཇུག་སྒྲིལ་གནང་སོང། ཁོ་རྣམ་པས་འཁྲབ་སྟོན་གྲུབ་མཚམས་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་ནང་མཉམ་ཞུགས་གནང་མཁན་ཁག་ཅིག་ལ་སྦྱོང་བརྡར་རིང་གི་ཉམས་མྱོང་དང། དམིགས་བསལ་བག་ཆགས་ཇི་བྱུང་སོགས་ཀྱི་སྐོར་ལ་བཅར་འདྲི་ཞུས་པར། འདི་པ་ལ་དཔེ་སྐྱེ་བོ་བྱུང། དཔེ་མང་པོ་བྱ་ཡིན། པི་ཝང་བྱ་ཡིན། ནམ་ཟླ་བྱ་ཡིན།

རྩ་བའི་བོད་ཀྱི་ཟློས་གར་ཚོགས་པས་གོ་སྒྲིག་གནང་བའི་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་དེ་བཞིན་སྔ་ལོ་ནས་འགོ་འཛུགས་གནང་བ་ཞིག་ཡིན་ཞེས་འདུག་ལ། ད་ལོ་བོད་ཀྱི་ཟློས་གར་སྒྱུ་རྩལ་སྦྱོང་བརྡར་ཐེངས་གཉིས་པའི་ཐོག་ཨ་རི་དང་ཡུ་རོབ་སོགས་ནས་བོད་ཕྲུག་སུམ་ཅུ་སོ་གཉིས་མཉམ་ཞུགས་ཀྱིས་ཕྱི་ཟླ་བདུན་པའི་ཚེས་གཅིག་ནས་འགོ་འཛུགས་ཀྱིས་ཚེས་སུམ་ཅུ་སོ་གཅིག་བར་ཁྱོན་ཟླ་ངོ་གཅིག་རིང་སློབ་ཁྲིད་གནང་སྟེ་དེ་རིང་མཇུག་བསྡོམས་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་རྒྱ་རི་སྒྲོལ་མ་མཆོག་ཆེད་ཕེབས་ཀྱིས་སྲིད་ཚབ་མཆོག་ནས་རྒྱ་ནག་གཞུང་གིས་བོད་ཀྱི་ངོ་བོ་རྩ་མེད་གཏོང་བའི་བྱ་བ་དང། བོད་ནང་གི་བོད་ཕྲུག་ཚོ་རང་ཉིད་ཀྱི་སྐད་དང་རིག་གཞུང་བདག་པོ་རྒྱག་པའི་རང་དབང་མེད་པ་སོགས་ཀྱི་སྐོར་ངོ་སྤྲོད་དང་སྦྲགས། རང་དབང་ལུང་པའི་ནང་ནས་བོད་མི་མི་རེ་ངོ་རེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ཉར་ཚགས་བྱེད་དགོས་པའི་གལ་གནད་སོགས་ཀྱི་སྐོར་ལ་གསུང་བཤད་གནང་སོང།
ཡང་གེ་སར་ཕྱི་ཟླ་བརྒྱད་པའི་ཚེས་གཅིག་རེས་གཟའ་ཕུར་བུའི་ཉིན་མོ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷི་རིང་ཀིན་ཙོག་ཡུལ་དུ་ཕེབས་འབྱོར་གྱིས་སོག་པོའི་སྲིད་བློན་ཨེར་ཏི་ནི་བློ་བཟང་རྣམ་རྒྱལ་མཆོག་དང་ཕྱི་སྲིད་བློན་ཆེན་བྷར་ཏི་སིག Bhatmukt རྣམ་གཉིས་དང་མཇལ་འཛོམས་གནང་ནས་གནད་དོན་ཅི་རིགས་ཀྱི་ཐད་ལ་བཀའ་མོལ་གནང་ཡོད་པ་མ་ཟད་སྲིད་བློན་དང་ལྷན་དུ་གཞས་སྣ་འཁྲབ་སྟོན་དང། ལུས་རྩལ་འགྲན་བསྡུར་ལ་གཟིགས་མོ་ཡང་གནང་ཡོད་པའི་སྐོར་ལ་ཕུན་ཚོགས་ལྷུན་གྲུབ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་གནང་བ་གསལ་བོར་གནང།
སྤྱི་ཟླ་བརྒྱད་པའི་ཚེས་གཅིག་རེས་གཟའ་ཕུར་བུའི་ཉིན་ལ་ཨ་རི་ཡི་ཕྱི་སྲིད་དྲུང་ཆེ Antony Blinken ལགས་སོག་པོ་ཡི་རྒྱལ་ས་ཨུ་ལཱན་པཱ་ཐོར་དུ་འཚམས་འདྲི་ལ་ཕེབས་འབྱོར་གྱིས། སོག་པོ་ཡི་སྲིད་འཛིན་ཡུ་ཁ་ན་གྷེ་ནི་ཁུ་རེ་ས་ཁི་མཆོག་དང་སྲིད་བློན་ཨོ་ཡོན་ཨ་དོ་བློ་བཟང་ནེམ་སི་རི་མཆོག། རྗེན་ཡུས་ཏེ་ཡི་ཕྱི་སྲིད་བློན་ཆེན་བྷ་ཚེ་ཚེ་ཀེ་བྷ་ཀྲི་མུ་ཁ་ལགས་བཅས་དང་མཇལ་འཛོམས་གནང་འདུག་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁེན་ལགས་དེ་ཡི་སྔོན་ཙམ་ལ་ལཱོ་སི་རྒྱལ་ཁབ་དང་ཝེ་ཐེ་ནམ། ཉི་ཧོང། ཧྥི་ལི་ཕིན། སིང་ག་ཕོར་བཅས་ཀྱི་ནང་ལ་འཚམས་འདྲི་ལ་ཕེབས་ཡོད་ཅིང། སོག་པོའི་རྒྱལ་ཁབ་དུ་འཚམས་འདྲིར་འགྲོ་རྗེས་ད་ལན་ཁོང་ཨེ་ཤེ་ཡ་ཡི་ཁུག་གི་འཚམས་འདྲིའི་འགྲུལ་བཞུད་དེ་རེ་བཞིན་མཇུག་བསྡུས་གནང་རྒྱུ་ཡིན་ཅེས། བྷི་ལིན་ཁེན་ལགས་ཀྱིས་སོག་པོ་ཡི་སྲིད་འཛིན་མཆོག་དང་མཇལ་འཕྲད་སྐབས་སུ་ཕྱོགས་གཉིས་བར་གྱི་རྒྱལ་སྤྱི་དང་རྒྱལ་ཁབ་གཉིས་ཀྱི་མཉམ་ལས་ཁྲོད་དུ་ཐུན་མོང་གི་ཐུགས་སྣང་གནང་ཡུལ་གྱི་ཁྱབ་ཁོངས་ཀྱི་ཐད་ནས་དགོངས་ཚུལ་བརྗེ་རེས་གནང་ཡོད་པ་དང། སྲིད་འཛིན་ཡུ་ཁ་ན་གྷི་ལི་ཁུ་རེ་སཱ་ཁི་མཆོག་གིས་སོག་པོ་ཡི་ངོས་ནས་རྟག་ཏུ་ཨ་རི་དང་ལྷན་དུ་ཁྱིམ་མཚེས་རྒྱལ་ཁབ་གསུམ་པོའི་འབྲེལ་ལམ་དང་ཡིད་ཆེས་འཕེལ་བའི་མཛའ་གྲོགས་ཀྱི་འབྲེལ་བ་ལ་གལ་ཆེན་འཛིན་བཞིན་ཡོད་ཅེས་ནན་བརྗོད་གནང་སྟེ། སོག་པོའི་གཞུང་དང་ཨ་རིའི་ཏང་ལོ་ཡི་འབྲེལ་ལྷུང་བཟོ་ཚོང་ཁང་དང་མཉམ་དུ་ལག་བསྟར་བྱེད་པའི་གན་རྒྱ་གཉིས་པ་དེ་ནི་རྒྱལ་ཁབ་གཉིས་བར་གྱི་མཛའ་འབྲེལ་གྱི་མཚོན་རྟགས་ཤིག་ཡིན་པར་མ་ཟད། སོག་པོ་རྒྱལ་ཁབ་ཀྱི་ཡར་རྒྱས་དང་ཆུའི་འདྲེན་གཏོང་དང་དཔལ་འབྱོར་རྒྱུན་གནས་ཀྱི་ངང་ནས་ཡར་རྒྱས་འགྲོ་བ་ལ་གལ་འགངས་ཆེན་པོ་ཡིན་པ་ནན་གསུངས་གནང་འདུག། ཨ་རིའི་ཕྱི་སྲིད་དྲུང་ཆེས་སོག་པོ་རྒྱལ་ཁབ་ཀྱི་རྒྱལ་སྤྱི་དང་ས་ཁུལ་ངོས་ཐད་ནས་བསམ་འཆར་དང་གྲོས་འགོ་འདོན་པར་རྒྱབ་སྐྱོར་དང་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་དམ་ཟབ་ཏུ་གཏང་འདོད་ཡོད་ཅེས་གསུངས་འདུག་མཇུག་མཐར་དབུ་ཁྲིད་རྣམ་གཉིས་ཐུན་མོང་ཐོག་ཕྱོགས་གཉིས་བར་ལ་ཕྱི་མཛེས་རྒྱལ་ཁབ་གསུམ་པའི་འཐབ་ཇུས་ཀྱི་འབྲེལ་ལམ་གཞི་རྐང་བཅས་ཐོག་དྭངས་གཙང་གི་ནུས་ཁུངས་དང་ཤེས་རིག་སློབ་གསོ་ཁོར་ཡུག་ཟས་རིགས་ཞིང་འབྲོག་ལས་དང་ཚོང་དོན་བཅས་ཀྱི་ཁྱབ་ཁོངས་ནང་ལ་མཉམ་ལས་གནང་རྒྱུ་ལ་མོས་མཐུན་བྱུང་འདུག་དེ་བཞིན་བྷི་ལིན་ཁེན་ལགས་ཀྱིས་སོག་པོ་ཡི་ཕྱི་སྲིད་བློན་ཆེན་བྷ་ཚི་ཚེ་ཀེ་བྷ་ཏི་མུ་ཁ་ལགས་དང་མཇལ་མོལ་སྐབས་སུ། ཨ་རི་ཡི་སོག་ཡུལ་དུ་དབྱིན་སྐད་ཟབ་སྦྱོང་གི་ལས་ཁུངས་འཛུགས་རྒྱུ་དང་ཕན་ཚུན་བར་ལ་གནམ་གྲུ་འཕུར་ཐུབ་རྒྱུ། ཉིས་སྟོང་ཉི་ཤུ་ལོ་ཡི་ཕྲུ་གུ་སྲོང་སྐྱབས་ཀྱི་གན་རྒྱ་སོགས་གནད་དོན་མང་པོ་ཡི་ཐད་ལ་མུ་མཐུད་འབྱུང་འདུག་གསར་འགོད་ལྷན་ཚོགས་ཀྱི་སྐབས་སུ་གསར་འགོད་པའི་དྲི་བ་ལ་ལན་འདེབས་གནང་སྐབས། and the relationships that we have ཨ་རི་ཡིས་ཨེ་ཤེ་ཡ་ཁུལ་དུ་དམག་དོན་ཐད་པའི་འབྲེལ་ལམ་ཅི་རིགས་ཤིག་ཡོད་ཀྱང། ཨ་རི་ཡི་དམིགས་ཡུལ་ནི་གོ་སྐབས་ཆེ་རུ་གཏང་རྒྱུ་དེ་ཡིན་པ་དང་དེ་ནི་གུ་ཡངས་དང་ཕན་ཚུན་འབྲེལ་བ་ཡོད་པ་རང་དབང་ལྡན་པ་དབྱར་གྱི་འབྱོར་ཕྱུག་ཡོད་པ་གསོན་ཤུགས་ཡོད་པའི་ས་ཁུལ་གྱི་མདུན་ལྗོངས་ཤིག་ལ་དགོངས་པ་བཞེས་ཀྱི་ཡོད་པ་གསུངས་འདུག་གཞན་ཡང་སོག་པོ་ཡི་སྲིད་བློན་མཆོག་དང་མཇལ་འཕྲད་སྐབས་སུ། ཕྱོགས་གཉིས་ཀས་ཡིས་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་ཇེ་བཟང་དུ་འགྲོ་བཞིན་པར་མཉེས་པོ་བྱུང་ཡོད་པར་མ་ཟད། སྲིད་དོན་དང་དཔལ་འབྱོར་རྒྱལ་སྲུང་མི་སེར་བར་གྱི་ཤེས་ཡོན་དང་རིག་གཞུང་བརྒྱད་རེས་མི་ཕྱུགས་སྒེར་རྩེ་ཡི་ལས་དོན་གྱི་གཞི་རྩ་ལ་བཞག་ནས་ཁྱིམ་མཚེས་རྒྱལ་ཁབ་གསུམ་པའི་ཡི་འབྲེལ་ལམ་མུ་མཐུད་ནས་སྲ་བརྟན་དུ་གཏང་རྒྱུ་ལ་མུ་མཐུད་འཇོག་འདུག། མཐའ་དོན་དུ་བྷི་ལིན་ཁེན་ལགས་ཀྱིས་སོག་པོ་ཡི་སྲིད་བློན་མཆོག་དང་ལྷན་དུ་ཡུལ་གྲུ་དེ་ཡི་གཞི་ན་འཁྲབ་སྟོན་དང་ལུས་རྩལ་འགྲན་བསྡུར་ལ་ཚིག་སྨོན་གནང་ཡོད་པ་དང། སོག་ཡུལ་གྱི་སྲིད་འཛིན་མཆོག་ལ་སྲིད་འཛིན་སྦཱེ་ཏེན་མཆོག་དང་སྲིད་འཛིན་གཞོན་པ་ཧ་རེ་སི་ཡིས་འཚམས་འདྲིའི་འཇུན་འབུལ་གནང་བ་དང་ཆབས་ཅིག་ཕྱོགས་གཉིས་བར་ལ་མཐུན་ལམ་གང་ལེགས་བྱུང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་བསྒྲིགས་སྙན་སྒྲོན་ཞུས་མཁན་ཕུན་ཚོགས་དོན་གྲུབ་ཡིན།